པོ་ལགས་ཀྱིས་སྐར་མ་དགུ་ཆེ་བ་སྐད་ཆ་ཅིག་བཤད་ཅེས་དང། ཡང་ན་ཆོས་རྒྱུད་སྤྱི་འཐུས་དང་མདོ་སྟོད་སྤྱི་འཐུས་རེ་ཟུང་གཅིག་དང་རྒྱ་མིའི་གྱི་དཔེ་ཆ་ཟ་ཅེས། ཨ་ནི་བོད་མི་འདི་ཚོ་རྩ་གཏོར་བཏང་ཡང་གི་ལས་ཀ་བྱེད་དགོས་རེད་ཟེར་བ་ཞིག་དེ་འདྲས་ཅིག་བཤད་བསྡད་ཀྱི་འདུག་བསམས་སོ་ར། རེད་རེད།
འདི་བཤད་བྱ་ནི་དེ་ཙམ་མ་ཡིན་པར་ད་ལ་དག་ནས་མི་གང་མང་མང་ཞིག་འཕགས་ཡང་སྐད་འབོད་རྒྱག་ག་འགྲོ་འོང་རེད་སྐད་འབོད་རྒྱག་ག་འགྲོ་བ་ཡིན་ན། ཨ་ནི་ཚེ་ཕྱི་མ་ལ་ཕན་གྱི་རེད། དེ་འདྲས་བཤད་བསྡད་ཀྱི་འདུག་དེ་ཚོ་རྒྱ་ཆེ་མང་ཚོགས་ཚོ་ཡི་མགོ་སྐོར་བ་ལ་མ་ཚོས་ཏང་སྐྱེ་བོའི་རྒྱལ་ཁ་འགྲོ་མ་འགྲོ་སོ་སོས་འདོད་པར་དེ་ང་གེ་ལ་ཡ་མེད་ཡིན་པ་ཡིན་ན་ཡང། སྐྱེ་བོའི་རྒྱལ་ཁ་འགྲོ་བ་ཡིན་ན་སྐྱེ་བ་ཕྱི་མ་ལ་ཕན་གྱི་རེད་ཟེར་དེ་འདྲའི་འདུག་ད་དེ་ཚོ་ཡང་རྒྱ་ཆེ་མང་ཚོགས་ཚོ་མགོ་སྐོར་བ་ལ་མ་ཚོས་བ་བྱེད་དགོས་ཡས་དང། དེ་ཙམ་མ་ཡིན་པར་ཁོ་རང་གི་ཆོས་རྒྱུད་སྤྱི་འཐུས་དང་མདོ་སྡེ་སྤྱི་འཐུས། ཁ་རས། ཅིག་གིས་རྒྱ་མིའི་ཡི་པེ་ཤ་ཟ་རེད་ཟེར་སྐད་ཆ་ཅིག་བཤད་ཀྱི་འདུག་སྐད་ཆ་འདི་ཚོ་ཚབས་ཆེན་པོར་སོང་ཙང་དེ་ཚོ་སྐད་ཆ་འདི་ཚོ་ཁོ་རང་གི་བེད་སྤྱད་འགན་འཁྱེར་དུ་ཁོ་བོ་རེད་བསམ་ཁ་སང་ཁོ་རང་གི་བུ་གི་མནའ་མ་དེ་ང་རང་ཚོ་དབུས་གཙང་གི་སྤྱི་འཐུས་ཆོས་འཛིན་རེད་ཟེར་གྱི་འདུག་དེ་འདྲ་ཡིན་དུས་ཆོས་འཛིན་ཡིན་དུས་ཆོས་འཛིན་མོ་རང་ཁྱོ་ག་ལ་ཡི་སྐད་ཆ་དྲིས་བྱས། ཨ་ནི་མོ་རང་གི་ཕྱག་སྦྲེལ་སྤྱི་ཏི་དེ་ཚོ་དངོས་གནས་རྒྱ་མིའི་དཔེ་ཆ་བཟང་ཡ་རེད་མ་རེད་གལ་སྲིད་རྒྱ་ཡན་དཔེ་ཆ་བཟང་ཡ་ཡིན་པ་ཡིན་ན་མོ་རང་མཉམ་དུ་སྤྱི་ཏི་གྲོས་ཚོགས་བསྡད་ཕྱིན་གི་མ་རེད་བ། དེ་འདྲ་ཡིན་དུས་སྤྱི་ཏི་སྤྱི་ཏི་ཆོས་འཛིན་གི་འགན་ཁྱེར་གི་རེད་བསམ་གི་འདུག་ལ། ཨ་ད་ལྟ་བཤད་མཁན་སྤོ་ལ་དེ་ཆ་མཚོན་པ་ཡིན་ན་དེའི་རྗེས་ལ་ཡང་ལ་དྭགས་ནས་མི་ཅིག་གིས་སྒྲ་སྒམ་ཅིག་གནང་བ་ཁ་ལ་ཡོད་ལ་བ་འདི་མི་འདིས་རྙེད་མ་ལ་དྭགས་ལ་ཡང་དབུས་གཙང་གི་ཚོགས་གཙོ་བྱས་པ་རེད་ཅེས་འདི་བཤད་ཡག་གི་འདུག་བ། ད་ལྟ་ལ་དབུས་གཙང་སོ་སོར་ཆད་པ་དང་ཉིས་སྟོང་བཅུ་དྲུག་ལ་དེའི་འདུ་བ་ཅན་སྐུ་ངོ་སྲིད་ཟུར་སྲིད་སྐྱོང་འོས་མི་བཞག་པའི་སྐབས་སུ་ཡང། ཨ་ནི་ཕྱོགས་གཅིག་ལ་སྲིད་ཟུར་གྱི་པར་དང་ཕྱོགས་གཅིག་ལ་དོལ་གཞུང་བསྟེན་གྱི་པར་བཞག་ཆེ། རྗེ་བཙུན་ནང་བཀྲམ་དེ་ཡིན་དེ་ཁོ་རེད་ཅེས་དེ་འདྲའི་བཤད་དེ་སུན་ཙང་ཨ་ནི་དེ་འདྲའི་ཡིན་དུས། ད་རྒྱ་ཆེའི་མང་ཚོགས་ལ་དྭགས་ལ་ཡོད་ཀྱི་མི་ཚོ་ཡིན་པ་ཡིན་ན་ད་མི་དེ་འདྲའི་མགོ་སྐོར་བ་ལ་དེ་མ་ཚོས་བ་ཞིག་ད་དེ་པར་དང་པར་དེ་བཞག་འདུག་ཨ། ད་ཨ་ནུ་ཨ་ནུ་སུ་ན་ལ་ཡི་པར་དེ་བཞག་ཞེས་སོང་ཙང། དེ་མི་འདི། ཁ་སང་ལ་དྭགས་ནས་སྐར་མ་དགུ་སྐྱེས་ཤིག་ཡིན་དེ་མི་དེ་དེ་རེད་ཟེར་གི་གསོན་ཚང་རྣམ་པ་ཚོ་ཧ་གོ་གོ་ཡ་ད་མི་དེ་གི་སྐད་ཆ་དེ་ག་རེ་བྱས་ནས་བཤད་གོ་ར་ལ་བ་ཡིན་ན་ད་པར་ཞིམ་པ་བ་པར་དེ་རྣམ་པ་ཚོ་ད་པར་དེ་ལ་ལྟ་བ་ཡིན་ན་མི་དེ་སྐད་ཆ་བཤད་པའི་རྒྱབ་ལྗོངས་ག་རེ་ཡིན་པའི་ཟེར་འོ་དེ་མི་དེ་པར་དེ་ན་ཟེར་བ་ཡིན་ན་དེ་ན་ལ་ང་ཚོ་བཙན། ཚང་ཁམས་ཤེལ་གྱི་ཁྲིམས་ཁང་བཙན་འཛུལ་བྱས་ངས་སྐར་མ་དགྲམ་དུས་ད་ཚ་ས་བ་རེད། ཁོ་རང་དང་བསྟན་འཛིན་ལམ་འགྲོ་གཉིས་པ་མཉམ་འགྲོ་དང་སོང་ཙང་ཁོ་རང་ཚོས་ཀྱི་ཆོས་རྒྱུད་གཅིག་སྡུད་ལ་དང་པོ་བྱེད་དགོས་དོན་དེ་གཅིག་སྟེ། ད་གང་ལྟར་ཆོས་རྒྱུད་གཅིག་སྡུད་མདོ་སྟོད་སྤྱི་འཐུས་ཁོ་ཚོའི་གི་ཡིག་ཆའང་གསུམ་སོ་དགུ་འདི་ག་ལངས་ཕྱོགས་བརྟན་པོ་བྱས་ནས་བསྡད་ཡོད་པ་སོང་ལ་ད་འདི་ལ་མ་དགག་བྱས་ནས། ཨཱ་ནི་ཁ་ནས་བཤད་དེ་ད་ད་ཅིག་ཁྲིམས་ཞིབ་པ་བསྐོས་མ་འོང་ལ་གོ་དོན་དོན་དག་ངོ་མ་བཤད་པ་ཡིན་ན། ཆོས་རྒྱུད་སྤྱི་འཐུས་དོལ་རྡུལ་སྤྱི་འཐུས་ཁོང་ཚོ་ཡིས་སྤྱང་གསུམ་སོག་ཁོག་དག་པོ་བརྒྱབ་བྱས་རྒྱུན་སྐྱོང་བྱས་པ་སོང་ཙང་ད་འདི་གི་འཁོན་འཛིན་འགྲོ་བཞིན་རེད་གཅིག་འདིར་རྙེད་ནས་གཙོ་བོ་དེ་དག་གང་ལྟར་ཁམས་པ་རང་གང་ལྟར་ཁམས་པ་ཟུར་འབོད་བྱས་ཀྱི་ཆབ་སྲིད་ནག་པོ་ཅིག་འཁྲབ་དགོས་ད་ད་དོལ་རྡུལ་སྤྱི་འཐུས་ནི་མེད་བ་བཟོས་གལ་ཡོད་མ་ག་ཟེར་ན་དོལ་རྡུལ་སྤྱི་འཐུས་མེད་བ་ཟེར་ན་མདོ་སྨད་མེད་བ་ཆགས་དགྲ་བོ་ནི་དབུས་གཙང་མེད་བ་ཆགས་ད་ལས་སླ་ཤོས་དེ་ག་ཟེར་ད་ཆོས་རྒྱུད་སྤྱི་འཐུས་དེ་གང་འདྲ་སྤེལ་དགོས་འདུག་བསམ་བྱས་ད་གང་ལྟར་འདིར་བྱས། འོ་དེ་འདྲ་བྱེད་ཀྱི་ཡོད་དུས་དེ་ཚོགས་ཀྱི་ཆབ་སྲིད་ཀྱི་དམིགས་ཡུལ་གཉིས་ཡོད་གཅིག་དེ་གར་ཟེར་ན་ཁམས་པ་སོ་བོས་བྱེད་ཡ་དེ་རེད་གཅིག་དེ་ག་རེ་ཞུ་བ་ཡིན་ན་ཨ་ནེ་སོ་སོ་དང་སེམས་ཐག་ཉེ་བའི་གི་ཁྲིམས་ཁང་བཙན་བཟུང་བྱེད་མཁན་གི་ད་བར་གི་ཁྲིམས་ཞིབ་པ་རྫུན་མ་དེ་ཚོ་ལ་ཡ་ཨ་ནེ་སྲུང་སྐྱོབ་བྱེད་ཆེད་དུ་ད་མ་རྒྱ་ཆེའི་མང་ཚོགས་མགོ་སྐོར་བཏང་གི་ཡོད་རེད་ཅེས་ཞུས་སོང་ཙང་པོ་ལགས་ཁོ་རང་གི་ཡིན་པ་ཡིན་ན་ཅིག་བྱས་ན་གྲ་སྒྲིག་ཡོད་ཀྱི་རེད་དཔང་རྟགས་འཛོར་བ། ཨ་ནི་སྤྱི་འཐུས་རྣམ་པ་ཚོ་གི་བརྒྱ་ཆ་བརྒྱ་མི་དེ་ལ་སྤོ་ལ་དེ་ལ་ཆོས་འཛིན་རྒྱུ་ནི་འབྲེལ་བ་བྱེད་ན་འགྲིག་གི་རེད། འབྲེལ་བ་བྱེད་བྱེད་གང་ལྟར་ཆོས་རྒྱུད་སྤྱི་འཐུས་དང་དོ་བདེ་སྤྱི་འཐུས་ཀྱི་རྒྱ་མི་དཔེ་ཆ་ག་ཚོད་ཟ་མ་ཟ་དེ། ཨ་ནི་ཁ་སང་ཀན་ད་རཱ་ལ་རང་བཙན་ཚོགས་ཆེན་རྒྱལ་སྤྱིའི་རང་བཙན་ཚོགས་ཆེན་ཐེངས་བདུན་པ་དེ་ཚོགས་དེ་ང་ཕ་གའི་འགྲོ་བའི་གོ་ཁ་བྱུང་སོང་ད། ང་ཕ་གའི་འགྲོ་བའི་ག་ཚོད་ཕེབས་མཁན་སྤྱི་འཐུས་བདུན་ཡིན་ན་གཅིག་ཕེབས་ཚང་མ་ལ་ཡང་རྒྱ་མི་དཔེ་ཆ་དག་ཕ་བཞག། བོད་གཞུང་གི་དཔེ་ཆ་ཡང་མི་འདུག་ལ་ཀེ་ན་ར་གཞུང་གི་དཔེ་ཆ་ཡང་མི་འདུག་དཔེ་ཆ་ག་རེ་ཡོད་པ་དེ་འགྲོ་སོང་དང་ཡང་ཚང་མ། ང་ནི་གང་ལྟར་མ་གནང་རྒྱ་ཆེའི་མང་ཚོགས་ཀྱི་ཞལ་འདེབས་དང་སྡེ་བ་ནི་གཉིས་ཅིག་གཅིག་ནི་ཕ་ཡུལ་གཅིག་པ་དང་སྡེ་བ་གཅིག་པ་དང་ག་རེ་སྡེ་བ་གཅིག་གི། སོ་སོ་དྭང་བླངས་ཀྱི་ཕག་ཚུལ་དེ་འདྲའི་ཤུལ་བཞག་མ་གཏོགས་ཅེས་མཐོང་མ་སོང་སོང་ཙང། པོ་ལགས་ཁོ་རང་དེ་ཚོ་དཔང་རྟགས་ཚོ་གྲ་སྒྲིག་གྲ་སྒྲིག་ཕལ་ཆེར་ཡོད་ཡོད་ཡོད་རེད་ལ་གྲ་སྒྲིག་བྱེད་རོགས་བྱེད་ཅེས། འདི་ཞུ་ཡས་ཡིན། ཨ་ནི། དེ་འདྲ་ཡིན་དུས། ད་དེ་ཚོ་སྐད་ཆ་བཤད་སྟངས་དེ་ཚོ་ལྟ་ཡོང་དུས། ཨ་ནི། ཁར་ས། རྒྱལ་བ་རིན་པོ་ཆེ་ཐུགས་མཉེས་ཀྱི་རེད་ཟེར་དང། སྐྱེ་བ་ཕྱི་མ་ལ་ཁར་ས་འཕེན་གྱི་རེད་ཟེར་ལ་སོགས་པ་དང། ད་རྒྱལ་བ་རིན་པོ་ཆེ་ཐུགས་མཉེས་སྐྱེ་བ་ཕྱི་མ་ལ་འཕེན་གྱི་ཡོད་ཡིན་ན་ཨ་ནི་སྤོ་ལ་ཁོ་རང་ཡར་འཕེན་ན་འགྲིག་ལ། སྤོ་ལ་ཁོ་རང་ཡར་འཕེན་ཁོ་རང་གི་སྐྱེ་དམན་ཡོད་རེད་ཟེར་གི་ད་ཁོ་རང་སྐྱེ་དམན་དེ་ཡི་ཁྲི་ཨ་ནི་ཁོ་རང་གི་ད། བུ་དེ་ཆོས་འཛིན་གྱི་ཁྱོ་ག་ཡིན་དུས་དར་མ་ས་ལ་ཡོད་ར་ཟིག་ན་བུ་དེའི་སྐྱེ་བོས་ལ་ཁྲིད་སོ་སོ་ནང་མི་ཚང་མ་ཁྲིད་ན་དང་ཤོས་དེ་ར་སྐྱེ་བ་ཕྱི་མ་ལ་ཕན་ཨ་ནི་རྒྱལ་བ་རིན་པོ་ཆེ་ཐུགས་མཉེས་གོང་ས་མཆོག་ད་ལྟའི་བ་ད་ལ་ཧ་ས་གོང་ས་མཆོག་གི་རྒྱལ་ཁ་ར་ཡི་མང་པོ་ད་འདི་ཚོ་སྐད་ཆ་ཚོ་ང་རྗེས་མར་བཤད་ཀྱིན་ཡིན་རོགས་ད་ལྟ་ང་འདི་དཔང་རྟགས་ཚོ་གྲ་སྒྲིག་བྱས་མིན་འདུག་སོན་ཙང་འདི་ཚོ་རྒྱ་ཆེ་མང་ཚོ་ཡི་གོ་གོ་འོག་ལ་མ་ཚུད་པ་བྱེད་རོགས་ཕྱིས་ངས་གོང་དུ་ཞུས་པ་ན་ཞེས་རེད་ད་གང་ཚར་མི་དེ་ཚོ་གི་མིའི་སོ་བ་འགྲོ་དེ་ག་རེ་རེད་ཞུས་པ་ཡིན་ན་མི་དེ་གི་མི་ཁོ་རང་གི་སྤར་དེ་དེ་ན་དོ་ཨ་ས་བོ་ས་ཀྱང་དེ་སྤར་འཛོ་རྫི་མ་མར་དང་སྤར་འཛོ་དངོས་སྤར་འཛོ་རྫི་མ་མར་སྤར་འཛོ་དངོས་ནས་རེད་སྤར་ན་ཏར་སུ་སུ་རེད་ན་ཏར་དེ་སུ་རེད་འཛོ་དེ་སུ་རེད་འཛོ་སུ་སུ་རེད་དེ་ཁོ་རང་ཤེས་གིན་དེ་མི་ཤེས་གིན་གིན་དེ་རེད་སོང་ཙང་མིའི་སོ་བ་འགྲོ་དེ་ག་རེ་ལོ་བ་ཡིན་ན་ཨང་གི་དང་པོ་དེ་ཨ་ནི་ཁམས་པ་རྒྱ་ཆེ་མི་མང་མདོ་སྟོད་རྒྱ་ཆེ་མི་མང་སེ་ན་ཁམས་པ་ཟུར་ཕུད་བྱས་དེ་བྱས། བཙན་བྱོལ་སྤྱི་ཚོགས་ནང་ལ་ཟུར་དུ་སྤེལ་ཡ་བྱས་དེའི་ཆེད་དུ་ནི་སྐུ་མདུན་བེད་སྤྱོད་བཏང་གོང་ནས་བེད་སྤྱོད་བཏང་མི་རྒན་འཁོར་བེད་སྤྱོད་བཏང་གོང་ནས་བེད་སྤྱོད་བཏང་བ་དེ་འདྲ་བྱས་དང་ནི་གཅིག་དེ་གར་ཟེར་ན་ད་ཁོ་རང་ཚོ་དང་སེམས་ཐག་ཉེ་བའི་གི་དེ་ཁྲིམས་ཁང་བཙན་བཟུང་བྱེད་མཁན་གི་ཁྲིམས་ཞིབ་པ་ཚོས་མ་དེ་ཚོ་ལ་སྲུང་སྐྱོབ་བྱས་ཆེད་དུ་ད་ངས་གོང་དུ་ཞུ་བ་ན་ཆེད་ཁང་མདོ་སྟོད་སྤྱི་འཐུས་བཅུ་དེ་སྤེལ་ཐུབ་གོ་མ་མདོ་སྟོད་སྤྱི་འཐུས་བཅུ་སྤེལ་བ་ཡིན་ན་དབུས་གཙང་བེད་དགོས་མདོ་སྨད་བེད་དགོས་རོགས་ཆོལ་ཁ་གསུམ་དེ་སྤེལ་ཐུབ་བས་མི་དུས་ད་ག་བ་སྤེལ་དགོས་འདིར་དགོས་རེད་ཟེར་བ་ཡིན་ན

དེ་ཚོ་གྲྭ་བ་ཚོ་སུ་ཡིན་མིན་ཧ་གོ་ཡོད་དགོངས་པ་ག་བ་ཡིན་མིན་ཧ་གོ་གོ་ཡོད། ཁམས་ཚན་ག་བ་ཡིན་མིན་ཧ་གོ་གོ་ཡིན་པ་ཡིན་ནའི་ད་སོ་སོ་མི་ཚེ་གང་ཟག་འགྲོ་བཞིན་མི་ཚེ་གང་ཟག་ཟེར་ན་མ་ཟད་ད་ཅི་ཆུང་དུས་ལོ་ན་གཞོན་པ་རིག་པ་བཟང་པ་ཀླད་པ་ཡག་པ་རིག་པ་ཡག་པའི་དུས་ཚོད་མང་ཆེ་གཅིག་ཨ་ནི་གྲྭ་ས་གྲྭ་ཚང་ལ་བཏང་བཞག་པ་དང་གྲྭ་ཚང་གྲྭ་ཚང་ད་ལྟ་ཀླད་པ་རྣམས་ལ་སློབ་སྦྱོང་ཏིས་ཅིག་ཡོད་པ་དེ་བོད་སྐད་གཙང་མ་རྒྱག་ཐུབ་པ་དང་གཅིག་གཅིག་སྐུ་མདུན་གསུང་ཆོས་ག་ལ་གང་ཚང་གཉིས་སོ་སོས་གོ་བ་ལེན་ཐུབ་བས་དེ་ད་གྲྭ་ཚང་གྲྭ་ཚང་ཐུགས་རྗེ་བཀའ་དྲིན་ཡིན་དུས་ང་གྲྭ་ཚང་གྲྭ་ཚང་མིང་བཏོན་དུས་སྟོན་ངན་གྲོགས་མི་འདུག་ལ། ཁམས་ཚན་གྱི་མིང་སྟོན་ངན་གྲོགས་སུ་འདུག་གང་ལྟར་མ་མཐའ་ཡི་གེ་ཁྲིད་མཁན་དེ་སྐུ་ཞོགས་ཅིག་ཆགས་བསྡད་ཀྱི་ཡོད་དུས་སྐུ་ཞོགས་ཁྱེད་རང་ཚོ་གཟབ་གཟབ་བྱེད་དགོས་ཡོད་གལ་ཆེན་པོ་རེད་ཅེས་ཞུ་ཡོད་དེ་དང། ཨ་ནི་ཡི་གེ་འདི་ནང་ལོགས་རྣམ་པ་ཚོ་གཟིགས་པ་ཡིན་ན་ཡི་གེ་འདི་ནང་ལོགས་གཟིགས་པ་ཡིན་ན་ཡི་གེ་འདི་མི་སུའི་ཁྲིད་ཅིག་ཁྲིད་མཁན་དེ་ལུང་པ་ག་བ་རེད་ཤག་དེ་ཚོ་ང་ཚོ་ཡི་གེ་བལྟ་ན་ཧ་གོ་གོ་རེད་ཡ་ཡི་གེ་བྲིས་ན་ཏོ་ཧ་གོ་གོ་རེད། ཐ་སྙད་བེད་སྤྱོད་བཏང་ན་ད་ག་ན་གཞན་གྱི་ཡི་གེ་དེ་ན་ལ། ང་ཧང་སངས་ཅིག་ག་རེ་སངས་སམ་ན། ཆོས་རྒྱུད་སྤྱི་འཐུས་དེ་ཚོ་དབུ་མའི་ལམ་ལ་དད་པ་མི་འདུག་ཟེར་བྲིས་ཤག་ད་འདིའི་ཡི་གེ་བྲིས་སྟངས་རྟགས་ཡིན་དུས་ཡི་གེ་བྲིས་མཁན་དེ་དག་ཆབ་སྲིད་ཀྱི་ཤེས་ཚད་ཀླད་ཀོར་ཀླད་ཀོར་ཅིག་རེད་ཤག་འགྲོ་ཅིག། བསམས་ཟེར་བ་སོང་ཙང། ད་ལྟ་བར་དུ་ཅིག་གིས། སྤྱི་ཚོགས་ནང་ལོགས་ལ་ཡང། བཟང་མོ་སྟོང་པ་ཉིད་ལ་དད་པ། ལ་ན་འགྲིག་གོ། རོ་ད་དང་ནི་སྟོང་ཉིད་འདོད་པའི་བློ་ལ་དད་པ་ཟེར་ན་ཡང་འགྲིག་གོ། ཆོས། ཆོས་ལ་དད་པ་ལ་ན་འགྲིག་གོ། ད་དད་པ་ལ་ཡོད་པའི་ཆོས་ཕྱོགས་ན་ཞེས་པའི་ཐ་སྙད་ཅིག་རེད་ད་འདི། ཆབ་སྲིད་ཀྱི་ལྟ་གྲུབ་ཅིག་ལ་དད་པ་མི་འདུག་ཟེར་ན་ད་སྐད་ཆ་དེ་ག་རེ་བཤད་གོ་ད་འདི། རོ། ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ་ཆབ་སྲིད་ཀྱི་ལྟ་གྲུབ་མི་འདྲ་བ་དེ་འདྲ་གསུམ་ཡོད་ད་སྙན་མ་སྐད་གྲགས་ཆེ་ཤོས་འགྲོ་གི་གཅིག་དེ་རང་ཐག་རང་གཅོད་རེད། ཁྱེད་རང་མི་གཅིག་གིས་ཁྱེད་རང་ལ་རང་ཐག་རང་གཅོད་དད་པ་མི་འདུག་ཟེར་ན་སྐད་ཆ་དེ་ག་རེ་ལབ་ཀྱི་ཡོད་རེད། གཅིག་དེ་རང་བཙན་རེད། རང་བཙན་ལ་དད་པ་མི་འདུག་ཟེར་ན་ག་རེ་ལ་འོ་རེད། ཨ་ནི་བདེན་པའི་ཨུ་ཚུགས་ལ་ཡང་གཅིག་ཡོད་རེད། བདེན་པའི་ཨུ་ཚུགས་ལ་དད་པ་མི་འདུག་ཟེར་ན་སྐད་ཆ་དེ་གོ་ཡ་ག་རེ་ཡོད་རེད་ད། བདེན་པའི་ཨུ་ཚུགས་ཟེར་ཡས་དེ་ཆབ་སྲིད་ཀྱི་ལྟ་གྲུབ་བྱས་ནས་ཆབ་སྲིད་ཀྱི་ལྟ་གྲུབ་ཟེར་ཡས་དེ་སོ་སོ་འདི་ག་ལ་ལག་ཏུ་ལག་ལེན་བྱས་ནས་འགྲོ་ཡ་ཆ་ལག་ཆ་རེད་དེ་ཚོ་ཚང་མ། ད་ག་ན་གཞན་གྱི་གཅིག་གིས་རང་ལྟ་རང་འཇོལ་ཟེར་ན་ཡང་དེ་ལྟ་གྲུབ་ཅིག་ཡིན་དུས་ལྟ་གྲུབ་ཟེར་དུས་གོ་ལ་བསམ་བློས་ཀྱི་འཁྱེར་སོ་ཅིག་རེད་ད་ག་ན་མ་འདར། བསམ་པའི་འཁྱེར་སོ་ཟེར་ཡས་དེ་བསམ་པའི་འཁྱེར་སོ་དེ་ཡི་རྗེས་སུ་འབྲངས་བྱས་ལག་ལེན་བསྟར་ཡས་གནས་ཚུལ་ཅིག་རེད་མ་དེ

དེའི་ཤེལ་སྒོ་མ་དེ་དོན་དག་བ་སྨོན་ལམ་ཟེར་འདུག་ཆབ་སྲིད་ཀྱི་དེ་བོད་རྒྱ་གཉིས་ཕན་བ་སྨོན་ལམ་སྐད་ཤོད་དེ་ལ་ཐེ་བ་མི་འདུག་ཟེར་དུས་ཡ་ནི། ཡི་གེ་བྲིས་མཁན་ཁོ་རང་གི་ཤེས་ཚད་དེ་ག་ཚོད་ཟིན་མེད་དང་ཡི་གེ་ཕུལ་མཁན་དེ་གི་ཤེས་ཚད་ག་ཚོད་ཟིན་མེད་དང། ཡི་གེ་དེ་གི་རྗེས་སུ་དྲངས་ནས་འགྲོ་མཁན་ཚོ་ཤེས་ཚད་ག་ཚོད་ཟིན་མེད་དེ་གསལ་བོ་ཞུ་ཞེས་རེ་བཞག་སང་ལར་ནས། ཡི་གེ་དེའི་ནང་ལོགས་ལ་ཡ་ནི་ནུས་མེད་དུ་ཕྱིན་པའི་ཡིག་ཆ་ཡིག་ཨ། ནུས་མེད་དུ་ཕྱིན་པའི་ཡིག་ཆ་ཨང་བཅུ། ཡིག་ཆ་ཨང་གསུམ་སོ་དགུ་བ། འོ་དེ་འདྲའི་ཞིག་བྲིས་དང་ཡིག་དེ་ཚོ་ད་ནུས་མེད་དུ་ཕྱིན་པའི་ཡིག་ཆ་ཨང་གསུམ་སོ་དགུ་བ་ཟེར་ན་སྐད་ཆ་ག་རེ་ལ་འོར་དང། ཡི་ཆ་འང་གསུམ་སོག་གོ་ནི་མེ་ག་དུས་ཕྱིན་པ་རེད་སུས་བཏང་པ་རེད་ག་དུས་བཏང་པ་རེད་ག་བ་བཏང་པ་རེད་གང་འདྲ་བཏང་པ་རེད་དེ་དྲི་བ་ཚང་མ་ལེགས་ཡིན་རོགས་དེ་སུས་ལན་གྱི་གི་འདི་ཚོ་ལ་དེ་འདྲ་ཡིན་དུས་སྐད་ཆ་འདི་ཚོ་ཡི་གེ་བཏང་མཁན་ཡི་གེ་འདི་བཏང་མཁན་ཁོ་རང་ཚོ་ངོ་མ་ཚར་བ་ནས་ཡི་གེ་ཀློག་མཁན་དེ་གི་ཚང་མ་ཞིག་མཁྱེན་པ་ཡིན་ན་རྒན་པོ་ཞོགས་ཀྱི་རས་སམ་ང་འདྲ་བས་ན་ཁ་སང་ང་ལ་བ་ཀླས་སུ་ར་མི་མང་པོ་ཞུགས་ཅིང་ང་ལ་བསྐུར་སོང་ངས་བལྟ་བ་ཡིན། ད་ཇི་ལྟར་ཡིན་ཡིག་བཏང་ཡིན་དེ་དངོས་གནས་དང་པོ་ཁོ་རང་ང་ལ་རྒན་པོ་འདྲ་ཞུས་སོང་ར་ནུས་མེད་དུ་ཕྱིན་པའི་ཡིག་ཆ་ཨང་གསུམ་སོ་དགུ་བར་དུ་བྲིས་ཤག་ང་ད་ག་རང་གིས་ཧང་འགྲོ་སང་ད་དངོས་བྱུང་གསུམ་ནི་མི་དེ་ཚོ་ནམ་རྒན་འདི་ཚོ་ལ་སྐྱག་རྫུན་བཤད་པ་དང་སྐྱག་རྫུན་བཤད་པ་དང་དགའ་ལྡན་ཁྲི་རིན་པོ་ཆེ་ལ་ཡང་སྐྱག་རྫུན་བཤད་ཀྱི་འདུག་བསམས། ཨ་ནི་སེམས་པ་སྐྱོ་བ་ཞིག་ཡི་གེ་བྲིས་མཁན་དེ་ཡི་གེ་ལུགས་པའི་གྲྭ་བ་ཅིག། དྲང་པོ་ཞུ་བ་ཡིན། ཨ་ཙང་དགེ་ལུགས་པའི་གྲྭ་བ་གཅིག་གིས་སོ་སོའི་གི་རྗེ་རིན་པོ་ཆེའི་སྐུ་ཚབ་དགའ་ལྡན་ཁྲི་བ་ལ་དེ་ག་ཟིག་གི་སྐྱག་རྫུན་བཤད་ཡས་འདི། ད་ག་ལ་ག་དྲོ་བ་ར་དྲང་པོ་བཤད་ན་ར་ང་དྲོ་བ་བཤད་ན་དགེ་ལུགས་པའི་གྲྭ་བ་ལ་ང་དགེ་ལུགས་པའི་གྲྭ་ལོག་དགེ་ལུགས་པའི་ད་བཤད་པ་གཅིག་རེད་འདི་ནས་ང། ངས་ག་འདྲའི་ཁྲི་བ་ལ་གཅིག་རྫུན་འདི་འདྲ་ད་བཤད་ཐུབ་ས་མ་རེད་དྲང་པོ་བཤད་ན་ར་རྫུན་དང་གོ་གོ་འདི་འདྲ་རྩ་བ་ཡིན་བཏང་ཐུབ་ས་མ་རེད། དགའ་ནས་ཁྲེལ་བ་ལ་སོ་སོ་དགའ་མ་དགའ་ཡོང་སྲིད་པ་རེད་གནད་དོན་ཁ་ཤས་ཤིག་གི་ཐོག་ལ་དགའ་མ་དགའ་ཡོང་སྲིད་པ་ཡིན་པ་ཡིན་ན། ཅེས་དེ་དགའ་ནས་ཁྲེལ་རིན་པོ་ཆེ་རི་བོ་དགེ་ལྡན་པའི་ཡི་དྭགས་བྱམས་མཁན་བླ་མ་ཙོང་ཁ་བ་ཆེན་པོའི་ཡི་དྭགས་སྐུ་ཚབ་ཡིན་དུས་ག་བ་ག་བ་ང་དགེ་ལུགས་པའི་གྲྭ་ལོག་རེད་ག་འདྲ་སྐྱག་རྫུན་བཤད་ཨ་འགྲོ། ཡིན་པ་ཡིན་ན་ཁ་སང་ཡི་གེ་ཕྲེད་མཁན་ནི་དགེ་ལུགས་པའི་གྲྭ་བ་ཆེ་རེད་དགེ་ལུགས་པའི་གྲྭ་བ་ཆེ་གི་དགེ་ལུགས་པའི་གི་བསྟན་པའི་བདག་པོ།

མོ་རང་པཱ་ལགས་འདི་མི་ཏག་ཏག་ཞིག་རྩ་བ་ཡིན་ནི་མ་རེད་ཉི་མ་འོད་དུ་དགའ་བསུ་ཡ་སྐུ་ངོ་དཀའ་རྡོག་གིས་དཔེ་ཆ་སྤྲད་མེད་ན་དཔེ་ཆ་སྤྲད་སོང་སླ་ཡི་དཀྲོག་གཏམ་བཟོས་རྗེས་ད་ལྟ་ཡིན་ན་པཱ་བ་འདི་དེ་སོ་སོའི་སྐྱག་པ་བཏང་ཞོར་སོ་སོ་ཕྱི་མ་ས་འདི་ལ་དེ་ཡག་སོང་དང་ད་བསྟན་འཛིན་ཆོས་འཛིན་ལ་ང་གལ་ཞུ་བྱེད་ས་ཁེལ་མེད་གང་ལྟར་མ་འདི་བསྟན་འཛིན་ཆོས་འཛིན་གྱི་ཉི་མ་ཡང་སྐད་ཆ་ཁེ་མཚར་ཞིག་བཤད་བའི་ཆབ་སྲིད་ནང་ལ་སོ་སོ་གི Idol སློབ་སྟོན་དང་མིག་དཔེ་ལྟ་སའི་བོད་པའི་སྤྱི་ཚོགས་མི་མི་འདུག་ཟེར་ནས་སྐད་ཆ་ཁེ་མཚར་འདི་འདྲ་བཤད་འོ་ན་བྱས་ན། བཙན་བྱོལ་བོད་པའི་སྤྱི་ཚོགས་ནང་སོ་སོ་ཡི་དངོས་གནས་ཁ་མིག་ལྟ་ས་དགོས་ན་རྒྱ་བོད་རིན་པོ་ཆེ་ཡོད་པར་འགྲོ་བྱས་ལས་ཆོས་དང་འཇིག་རྟེན་གང་གི་ཐོག་ནས་ཡིན་པ་ཡིན་ན་ཡིན་ནས། དེ་ཚོའི་ཆུ་རྟ་མཛོད་ཕར་བཞག་ཞུ་ར་མོ་རང་ད་ཅིག་བོད་སྐད་མ་གཏང་ཞེས་ར་འདི་བརྗིད་ན་ཡང། ད་སྤོ་ལགས་འདིའི་སྐད་ཆ་ཤེས་སྟངས་ཚོ་དངོས་གནས་ཡིན་ར། འདི་ཚོ་ཐབས་སྐྱོ་བོ་འགྲོ་བྱས་རེད་ད་ཁོ་རང་བུ་ལ་ཡང་ང་ཚོ་ཁས་ལེན་པའི་མནའ་མ་ལ་ཁས་ལེན་མེད་ཡིན་པ་ཡིན་ན། སྤོ་ལགས་ཁོ་རང་གི་སྐད་ཤེས་སྟངས་ཚོ་རྒྱ་ཆེ་མང་ཚོགས་འདིའི་མགོ་སྐོར་བ་ལ་མ་འཚོལ་བ་བྱེད་དགོས་འདི་གལ་ཆེན་པོ་རེད། འོན་ཏེ་ཞུས། རེད་དེ་ནས་ཡོང་ཆ་གཅིག་བ་དེ་ལགས་ཏེ་ཁོང་ཨིས་པན་རང་གི་བཀའ་མོ་ནོ་ལེ་ཇི་ནི་ཁུ་པོ་ཏ་ཏན་པོ་ཏ་ཏན་རེད་གལ་ཆེན་པོ་ཞུ་གཅིག་རེད་ཤག་ཁོང་ཨིས་པན་ཁོ་རང་ཚོའི་སྐུ་མདུན་ཁ་ལག་ཁུ་ནི་ཁུ་ཡོང་གི་འདུག་ཐ་ན་གྲོས་ཚོགས་ལ་ཚང་ཉེ་ངུ་གུ་ཞིག་པ་ཡིན་ན་ཀུན་བརྟག་དགོངས་པ་འདྲི་གི་ཡོད་པ་དང་ལྷ་ཆུ་ཆུང་ཧྲོང་མ་ཡིན་པ་ཡིན་ནའང་སྤྲོ་ཞིག་གི་ཡོད་རེད་ནི་ཁུ་དེ་འདྲ་གི་སྤྲོ་གཏམ་སྤེལ་ནི་རྫི་མ་ཞིག་ནི་ཁུ་ཁྱ་ཡོང་གི་འདུག་ལྟ། རྫོང་ཚང་མས་ཀྱི་དག་ཐེར་ཆེ་ཤག་ཕྱུག་འགྱུར་ཐོག་ནས་ང་རང་ཚོང་ཡོད་དེ་ཡིན་ན་ད། སོ་སོའི་ལས་དོན་གལ་ཆེན་པོ་དེ་དག་གནས་སྐབས་ལེགས་པོ་ཞག་ནས་ཡོང་མེད་ན། སྐྱབས་ངོར་བའི་འཚོ་བྱེད་བཀོད་སྒྲིག་ནི་ང་ཚོ་ག་དུས་ནས་དགའ་ངེས་ཐེངས་མེད་ལ་སྐྱབས་ངོར་མུ་ཆེ་བྱེད་འདུན་ཏན་ཏན་ཡོད་དང་ང་རང་ཚོ་བྱིན་རླབས་ཏན་ཏན་ཡོད་རེད་དེ་སྔའི་ནང་བཞིན་ལྷ་ཆོས་ཡུམ་སྲུང་མ་གི་བོད་ཀྱི་གྲོགས་འཕྲིན་ལས་ཏན་ཏན་ཡོད་རེད་ང་རང་ཚོ

སོ་སོའི་དགེ་བའི་བཤེས་གཉེན་གྱིས་ད་ཐུགས་རྗེ་ཆེ་ལབ་ཏན་ཏན་ཡོད་རེད་ང་ཚོ་ཡེ་ཤེས་ཆོས་འཁོར་འཕྲིན་ལས་ཟེར་ཞེས་ཡི་གེ་མ་གཏོགས་ད་མི་དེ་དང་ཧམ་པ་ཆེན་པོ་རེད་ད་ཆོས་སྐྱོན་སོ་མེན་གྱི་བྲོ་འཕྲིན་ལས་ཡོད་སྐོར་གྲོས་ཚོགས་གཏོར་རས་ལ་ཆོས་སྐྱོན་སོ་མེན་བྲོ་འཕྲིན་ལས་གང་འདྲ་རེ་ཞིག་གནང་རྒྱུ་ཡིན་ན་རོགས་ཚེ་ཕྱི་མ་དེ་འདྲས་ཆོས་སྐྱོན་སོ་མེན་བྲོ་འཕྲིན་ཉེར་ཐ་གཉིས་གོང་དུ་ཞུ་བ་ན་ཤེས་རེད་དེ་ནས་ཁོ་རང་ཕས་ཁོ་རང་སྐྱིད་མེད་ཁྲིད། ཁོ་རང་གི་བུ་དརམ་ས་ལ་ཡོད་དུས་བུ་དེ་ཁྲིད་མནའ་མ་དེ་ཆོས་འཛིན་དང་ཆོས་འཛིན་གྲོས་ཚོགས་ཚོགས་མ་གོ་བས་མ་ཤོག་ལབ། ལ། ཆོས་རྒྱལ་སྲུང་མའི་བྲོ་ཁྲེལ་ལས་དེ་འདྲས་ཡོད་རེད་འདི་ལ་ག་རེ་གོ་རེ་ད་ང་ཚོ་བོད་པ་ཆོས་ཆོས་རྒྱལ་སྲུང་མ་ཁས་ལེན་མཁན་དང་ལྷ་བླ་མ་ཁས་ལེན་མཁན་བྱེད་ལ་ལྷ་བླ་མ་གིས་བྱིན་རླབས་དང་ཆོས་རྒྱལ་སྲུང་མའི་བྲོ་ཁྲེལ་རེད་འདི་ལྷ་གོ་ཡ་མི་དུས་ཁོ་རང་སང་ཉིན་དར་མ་ས་ལ་སྐྱེས་བུ་རྒྱལ་དུས་ག་ལ་ཁོ་རང་གི་ནང་མི་ཆ་ཚང་གི་ཕེ་རོ་བྱེད་ལ་ཡ་རེད་ཆོག་རེད་མོ་ལ། དེ་འདྲས་ཆོས་རྒྱལ་སྲུང་མའི།
དཀའ་ལས་འོན་དུས་ད་མི་དེ་ཚོ་གི་འདྲ་མི་འདྲ་ཆེ་ཆོས་རྒྱལ་སྲུང་མ་འདྲ་མི་འདྲ་བེད་སྤྱོད་བྱེད་དུས་ག་ལ་ཨ་ནི་དེ་ཚོ་ན་ཡང་ཆོས་རྒྱལ་སྲུང་མ་ག་ལ་ལ་ཡ་ལས་ཡིད་དུ་བ། ཅེས་སོགས་ཆེད་དུ་བྱས་སོ། མི་ཕལ་བ་མི་ཚང་མ་ལ་ད་གང་ད་མ་ད་སྟོན་པ་ཤཱཀྱ་ཐུབ་པའི་རྗེས་འཇུག་ཡིན་པ་ཡིན་ན་རེད་སྟོན་པ་ཤེས་རབ་མི་བོ་ཆེ་རྗེས་འཇུག་ཡིན་པ་ཡིན་ན་ཚང་མ་ལ་སོ་སོ་སོ་སོ་བླ་མ་རེ་རེ་ད་ཆོས་སྐྱོང་སྲུང་མ་སོ་སོ་གི་ད་དད་པ་ཆེན་མོའི་སྲུང་མ་རེ་རེ་ཚང་མ་ལ་ཡོད་རེད། ཡིན་ན་ཡིན་ན་ཡིན་སུ་གང་གི་ཁྱི་ཡོང་ངའི་སྲུང་མ་མེད་བ་ང་བླ་མ་འདི་ཡིན་ང་སྲུང་མ་འདི་ཡིན་ལག་ཡིན་སུ་ཡོད་རེད། ད་མི་དེ་ཚོ་འགྲོ་བ་དེ་ཚོ་གི་བེད་ཁོ་རང་ནི་བླ་མ་དང་སྲུང་མ་དང་ཡོད་ཚད་དེ་རྣམས་ལ་བཅུག་གི་བྱས། ཨ་ནི་དེ་ཚོ་རྣམས་ལ་བླ་མ་དང་སྲུང་མ་གི་མིང་དེ་གླེང་གཞི་ཆགས་ཡོང་གི་འདུག་བ་ཡ། གླེང་གཞི་ཆགས་ནས་ཨ་ནི་ད་བླ་མ་དང་འོ་སྲུང་མ་ལ་ཡང་ཚ་དྲང་པོ་བྱས་ན་ལྐོག་གྱུར་གྱི་གནས་ཚུལ་ཅིག་ང་ཚོ་མིག་མཐོང་ཡང་ཆ་ལག་ཅིག་མ་རེད་བ་སྲུང་མ་ལ་ཡང་ཚ་སོ་སོ་དམིགས་བསལ་གྱི་ང་རང་ཚོ་སོ་སོ་སྐྱེ་བོ་ཐ་མལ་གྱི་སྲུང་མ་གང་འདྲ་ཞིག་རྟོགས་ཐུག་རྟོགས་ཐུག་གི་མེད་དུས་ཨ་ནི་ཚོད་དཔག་འདྲ་མི་འདྲ་རྒྱབ། དེ་ནི་དཀའ་ངལ་ཅིག་འཕྲད་ཡོང་གི་འདུག་ང་ཚོ་སྤྱི་ཚོགས་ནང།

བགྲོ་གླེང་ལྷུག་པོ་གནང་བ་ལ་བགྲོ་གླེང་ཐུགས་རྗེ་ཆེ། བགྲོ་གླེང་ལྷུག་པོ་ཟེར་པ་ཡང་ན་ཁག་ཅིག་ཧ་གོ་ཡོད་མེད་གང་ཞིག། བགྲོ་གླེང་ཤེས་བཞིན་ཚགས་པར་ཡག་པོ་ཞིག་ཅིག་གནང་བ་ལ་བགྲོ་གླེང་ཐུགས་རྗེ་ཆེ། གང་ཡིན་ཟེར་ན་འདི་གི་ཏན་ཏན་གྱི་ང་ཚོ་བོད་པའི་སྤྱི་ཚོགས་ནང་ལོ་ལ་མི་མང་པོ་ཞིག་ཅིག་གི་གོ་རྟོགས་འཕེལ་ལ་ཕན་ཐོགས་ཤིག་ཅིག་ཆགས་ཡོད་རེད་གང་ཡིན་ཟེར་པ་ན། འདི་སྐད་ཆ་དེ་བསྟན་འཛིན་ལོག་རྟོག་དང་ངེད་གཉིས་ཀྱི་བསམ་ཚུལ་ཙམ་ཞིག་མ་ཡིན་པར།

དམ་ཚིག་ལ་རེ་ཚེ་ལྡན་ཞུ་དོན་ཡོད་ད་སུ་ན་སུ་ཡིན་ནས་ང་ཚོ་མཚམས་དང་མི་མཐུན་པ་ཡོད་དེ་ང་ཚོ་སུ་གང་དྲ་རྒྱ་ག་ལས་ནས་སུ་ཕག་ཚོ་འཁྲུག་པ་རྒྱག་དགོས་དེ་འདྲ་གལ་མེད་ད་རོ་གཞན་པ་བར་ལམ་ཞིག་ལ་དར་ནག་ཚོ་འཁྲུག་པ་ཞུ་རྒྱབ་སོ་གང་རེད་བལྟས་མོ་ཞུ་ལྟ་ཡི་རང་དར་ནག་ཚང་མ་དྲ་རྒྱ་ག་ལ་ཐོན་གཅིག་གིས་གཅིག་པར་བསྟན་གཅིག་གིས་གཅིག་སྨྱོན་པ་ཡིན་པ་གཅིག་གཅིག་སྨྱོན་པ་ཡིན་པ་ཞུ་བ་རྫིང་འདི་ཡི་དོ་ཨ་ཁོ་མཆོག་གསུངས།

སུ་གང་ལ་གང་ཉིད་སིང་ངེ་ལྷ་མོ་བ་གཙོས་དོན་དེ་བོད་སྐད་གཙང་མ་གཙོས་དོན་བྱེད་ནས་བཤད་དེ་ཡིན་ན་རིགས་གཅིག་འདུག་ཨ། བཟང་པོ་ལས་མི་ཚང་མ་སྡུག་ཅག་རེད་ལ་སོ་སོ་གཅིག་པོ་དྲང་ཤོས་ཡིན་པ་བཤད་དེ་ཡིན་ཐབས་དོན་ཐ་ན་ནར་ཁ་ཤས་ཤིག་འདུག་ཨ། ཁ་སྙན་ཚིག་སྙན་ཨ་བ་ལ་མཆན་སྡུག་ཅག་འཕྲད་མཁན་ཚང་མ་ལ་མིང་བཏོན་ནས་འཁྲུག་པར་གྱིས་དཔེར་ན་ང་གཉིས་ད་ལྟ་འདིར་འགྲོ་བ་ཡིན་ན། ང་ཚོ་བར་ལ་མཆན་སྡུག་ཅག་འཕྲད་མཁན་འདི་འདུག་ཨ་ཁ་ཤས་ཡིན་ན་ཁོ་རང་བྲིས་མཁན་བྲིས་རོགས་ཨ་དྲང་པོ་བྱས་ན་བྲིས་རེད་གལ་མི་འདུག་ཨ། རེད་བ། ང་ཚོ་དེ་འདྲར་ཐལ་འདུག་བྱ་ཐོན་ཡས་མིང་ཚོ་ཡར་བཏོན་ནས་འཁྲུག་པ་རྒྱག་པའི་རྩ་བ་ཉེ་མེད་དག་ཡིན་ན་དར་ནག་ཁ་ཤས་འདུག་བ། ངས་དར་ནག་ཐད་ཐོང་ཁ་ཤས་ཅིག་ངས་མཐོང་སོང་ར། དཀོན་མཆོག་ཚོ་ཆེན་དྲེ་གེན་ཚོ་ལ་བཀའ་རྒྱུད་བཏང་འདི་ད་ལྟ་ཆོ་ག་རེད་བ་ཅིག་འཇུ་སོང། ཆེན་དྲེ་གེན་ཚོ་མེད་བ་ན་ཁྱོ་གས་སུའི་ལྟག་སྒོ་ལྟག་གེན་ཚོ་ཆེན་དྲེ་གེན་ཚོ་ལྟག་སྒོར་ཉིན་བྱས་ནས།

གྲོས་ཚོགས་སུ་བསྐྱོད་རེད་ཡིན་པ་ཡིན་ནའོ་དེ་ལས་ཀྱང་གལ་ཆེ་པོ་ག་རེ་རེད་ཟེར་པ་ཡིན་ན། Life Liberty and Property Right དོ་བདག་ག་རེ་བསྐྱོད་ཡོད་རེད་ཟེར་པ་ཡིན་ན་འགྲོ་བ་མི་གཅིག་ཡིན་པ་ཡིན་ན་འཚོ་ཡག་གི་དབང་ཆ་བསྐྱོད་ཡོད་རེད་འཚོ་གནས་ཀྱི་དབང་ཆ། གཉིས་པ་དེ་ག་རེ་རེད་ཟེར་པ་ཡིན་ན་མ་འཇོག་རང་དབང་དང་བསམ་བློ་གི་རང་དབང་དེ་ཡིན་གྱི་མི་དགོས་ཡོད་རེད་གཉིས་པ་དང་དེ་འདྲ་ཡིན་པ་སོང་ཙང་ང་ཚོས་སྐད་ཆ་བཤད་པ་ཡིན་ན་ཨ་རེ་མིན་ན First Amendment གྱི་འདྲ་བ

དེ་ཚོ་གཞུང་དུ་དགེ་སྤྱོད་པ་ཆགས་ཀྱི་ཡོད་རེད་མི་གཅིག་གི་འཕྲོ་སོ་པ་ཡིན་ན། མི་གཅིག་དེ་དགེ་སྤྱོད་པ་ཆགས་ཀྱི་ཡོད་རེད་ཆགས་པ་ཆགས་ཀྱི་ཡོད་རེད། འོ་དེ་འདྲ་ཡིན་པ་སོང་ཙང་མང་ཚོགས་ཀྱི་བཀའ་མང་ཚོགས་ཀྱི་རྩ་བ་གསུམ་དེ་མི་བརྗེད་ཡག་གི་རེད་བ་ཡོད། འོ་དེ་ནས་ངེད་གཉིས་ཡིན་པ་ཡིན་ན་མང་ཚོགས་ཀྱི་རྩ་བ་གསུམ་གྱི་ནང་ལུས་ལས་ཀྱི་རེད། དེ་རིང་མ་འཇོག་གི་རང་དབང་དང་བསམ་བློ་གྱི་རང་དབང་དེ་བེད་སྤྱོད་བཏང་ནས་ཨའི་བགྲོ་གླེང་བྱས་པ་ཡིན། འདི་འདྲ་གྱི་བགྲོ་གླེང་བྱེད་ཐུབ་དགོས་ཡ་དེ་ག་རེ་སྲིད་པ་ཡིན་ན་ངུ་ནི་དྲང་ནི་གྱི་རྒྱ་གར་མི་ཆེན་ང་ཚོ་ལ